བཀྲ་ཤིས་བདེ་ལེགས། དེ་ནི་དེ་རིང་ང་ཚོ་གཞིས་ཆགས་དགུན་ཆར་མཛད་རྩ་བ། ནི་བསྟུན་པའི་སྐབས་དང་པོ་འཇལ་བྱེད་ཀྱི་ལྡེ་མིག་རྣམ་པར་ངེས་པ་ཟེར་བ་འདི་སློབ་ཚན་དང་པོ་དེ་བཞི་ཡིན། དེ་ནི་གནས་བསྡུམ་པའི་སྐབས་དང་པོ་འཇལ་བྱེད་ཀྱི་ལྡེ་མིག་རྣམ་པར་ངེས་པ་ཟེར་བ་འདིའི་བརྗོད་གཞི་གཙོ་བོ་དེ་གསུང་རབ་ལ་འཇུག་ཚུལ་ཡང་ན་གསུང་རབ་ཀྱི་དོན་ལ་གོ་བ་ལེན་སྟངས། ཨོ་དེ་བཤད་གི་ཡོད་པ་རེད། ཨ་ནི་ལྡེམ་གོང་གི་མདོ་དང་དྲང་དོན་གྱི་མདོ་ངེས་དོན་གྱི་མདོ་ཟེར་བ། ཨོ་དེ་ཚོ་རྣམ་གཞག་དེ་ཚོ་ལ་གོ་བ་ག་འདྲ། ལྡེམ་གོང་གི་མདོ་ཟེར་ན་ག་འདྲ་ཟེར་གི་ཡོད་པ་དང་ངེས་དོན་དང་དྲང་དོན་ཟེར་ན་ག་རེ་ཟེར་གི་ཡོད་པ། ཨོ་དེ་འདྲ་གི་སྐོར་དེ་བཤད་གི་ཡོད་པ་དེ་འདྲ་ཞིག་རེད། དེ་ནི་ལྡེམ་གོང་ཡིན་དང་མིན་དང་དྲང་བ་དང་ངེས་པའི་དོན་ཟེར་བ་འདི་ཚོ་སྐོར་དེ་བཤད་དགོས་པའི་རྒྱུ་མཚན་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་གི་དགོངས་པ་དེ་ཇི་ལྟ་བ་བཞིན་ཧ་གོ་བར་བྱེད་པ་ལ། འདེམས་དགོངས་དང་དྲང་བདེན་དང་ངེས་དོན་ག་རེ་ཡིན་མིན་གྱི་དུས་སྐོར་དེ་ཤེས་དགོས་པ་རེད་མ་ཤེས་ན་མདོ་ཡི་ནང་དུ་བསྟན་པའི་བརྗོད་བྱ་དེ་ཡང་དག་པ་ཞིག་ཧ་གོ་ཐུབ་ཀྱི་མ་རེད་དེ་ཧ་མ་གོ་ན་ཉམས་སུ་ལེན་ཆེད་ནི་ནི་ལྷ་བབས་གསུམ་ལ་འཇུག་ཚུལ་ལ་སོགས་པའི་རིམ་པ་མང་པོ་ཞིག་ནི་ཇི་ལྟ་བ་བཞིན་ཧ་མི་གོ་བ་ཡིན་ཙང་དང་པོ་བརྗོད་བྱེད་ཀྱི་ཚིག་གི་སྒང་ནས་བདེན་པོ་དགོངས་པ་འདེམས་དགོངས་གང་དག་ཡིན་མིན་དང་དེ་ནས་བརྗོད་བྱ་དོན་གྱི་སྒང་ནས་དྲང་དོན་ག་རེ་ཡིན་མིན་དང་ངེས་དོན་ག་རེ་ཡིན་མིན་དེ་བཤད་གི་ཡོད་པ་རེད་རྒྱལ་སྤྱིའི་ལྡེ་མིག་རྣམ་པར་ངེས་པའི་སྐབས་ཀྱི་སློབ་ཚན་དང་པོ་དེ་བསམ་བྱུང་གི་ཤེར་བྱེད་ཚུལ་ཟེར་བ་འོ་དེ་འདྲ་ཞིག་རེད་འདུག་དེ་ནས་དེ་ལྟར་ཤེས་བྱ་སྤྱི་དང་བྱེ་བྲག་གསལ་བ་དང་རྒྱ་ཆེ་བའི་གནས་ཇི་ལྟར་ཐུབ་པ་དེ་དག། དེའི་དོན་བསམ་པའི་རྟོག་དཔྱོད་ཀྱི་རྣམ་པར་ངེས་པར་བྱ་དགོས་པས་གནས་བདུན་པ་བསམ་པའི་རིམ་པར་བྱེད་པ་ལ་སྐབས་བཞི་ཡོད་པ་རེད། འདི་སྐབས་སུ་ག་རེ་ལབ་དགོས་རེ་ལབ་དུས་གང་ལ། འདི་གནས་བདུན་པར་འདི་སྔོན་དུ་ཟབ་པ་དང་རྒྱ་ཆེ་བས་གང་ལྟར་སངས་རྒྱས་བཅོམ་ལྡན་འདས་ཀྱིས་བཀའ་འཁོར་ལོ་རིམ་པ་གསུམ་གྱི་བསྒྱུར་བྱའི་གནས་མང་པོ་ཅིག་བསྟན་ཟིན་པ་རེད། ཨ་ནི་གང་ཇི་ལྟར་བསྟན་པ་དེ་ལྟར། ག་རེ་བྱེད་དགོས་རེད་ལབ་ན་ཨ་ནི་སྒོམ་ནས་ཉམས་སུ་བླངས་ནས་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་ལ་འགྲོ་དགོས་པ་རེད། དེ་ལྟར་འགྲོ་བ་ལ་ཡང་ཨ་ནི་སྔོན་མ་རྣམས་ཀྱི་སྐབས་སུ་བསྟན་པའི་དཔེར་ན། ཨ་ནི་ཕུང་པོ་ལྔ་ཁམས་བཅོ་བརྒྱད་སྐྱེ་མཆེད་བཅུ་གཉིས་ལ་སོགས་པ། ཡང་ན་གྲུབ་མཐའ་རྣམ་པ་བཞི་ལ་སོགས་པ་ཡང་ན་ས་དང་ལམ་གྱི་གནས་སྟངས་ལ་སོགས་པ་ཨ་འདི་དག་ག་རེ་གོ་བ་དེ་གའི་དོན་དེ་ཨ་ནི་རྟོགས་བྱེད་ཀྱི་སྒང་ནས་རྣམ་པར་ངེས་དགོས་པ་རེད། ཇི་ལྟར་ཐུབ་བའི་དོན་དེ་ལ་ཡང་ཡང་བརྟག་ཞིང་དཔྱད་ནས་རྣམ་པར་ངེས་པ་ཅིག་མེད་ན་ཨ་ནི་དོན་ནི་སྒོམ་ཐུབ་ཀྱི་མ་རེད། དོན་དག་རྡོག་རྡོག་དེ་བཤད་ཀྱི་ཡོད་པ་རེད། ཨ་ནི། འཇལ་བྱའི་ལྡེ་མིག་རྣམ་པར་ངེས་པ་འཁོར་ལོ་གསུམ་གྱི་གྲངས་ངེས་དང་བདེན་གཉིས་རྟེན་འབྲེལ་རྣམ་པར་ངེས་པ་གཙོ་བོ་ལྟ་བ་རྣམ་པར་ངེས་པ་བློ་ལྡོག་རྣམ་ཤེས་རྣམ་པར་ངེས་པ་གྱིས་ནི་ཟབ་ཅེས་བཞེད། འོ་དེ་སོང་བ་རེད་དེ་དང་པོ་འཇལ་བྱའི་ལྡེ་མིག་རྣམ་པར་ངེས་པ་ལ་གཉིས་སྤྱིར་བསམ་བྱུང་གི་བཤེར་བྱེད་ཚུལ་བྱེ་བྲག་འཇལ་བྱེད་ཀྱི་ལྡེ་མིག་ཞེས་པའོ། དང་པོ་སྤྱིར་བསམ་བྱུང་གི་ཤེས་རབ་ཅེས་ཚུལ་སྔ་སོར་འདིའི་སྒང་དུ་བཤད་པ་ཡི་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པར་བྱེད་པ་ལ་ཨེ་ནས་ལྷག་པ་གསུམ་ཉམས་སུ་ལེན་དགོས་པ་རེད་ཐུགས་གསུམ་སྒོམ་གསུམ་བྱེད་དགོས་ཡོད་པ་རེད་ཐུགས་གསུམ་སྒོམ་གསུམ་གྱི་ནང་དུ་མ་འདུས་པའི་ཨེ་ནས་ཉམས་ལེན་བྱེད་ཚུལ་གཅིག་གང་ཡང་མེད་པ་རེད། དེ་ཡིན་ཙང་ཐུགས་གསུམ་སྒོམ་གསུམ་གྱིས་ཀྱང་ཐོག་མ། ཐུབ་པ་དེ་སྒྲོ་གོ་བ་རེད་ཐུབ་པ་ལབ་དུས་གང་ལ། བརྗོད་གཞི་ཀྱི་ཚིག་ལ་སོགས་པ་ཐུབ་པ་ལ་བརྟེན་ནས་བྱུང་བའི་ཤེས་རབ་དེ་ལ་ཐུགས་སྦྱོང་གི་ཤེས་རབ་ཟེར་གྱི་ཡོད་པ་རེད། གང་ཐུབ་པའི་དོན་དེ་ལ་ཡང་ནས་ཡང་དུ་བརྟགས་ཤིང་དཔྱད་པ་ལ་བརྟེན་ནས་བསམ་བྱུང་གི་ཤེས་རབ་སྐྱེ་དགོས་ཀྱི་ཡོད་པ་རེད། ཐུགས་སྦྱོང་གི་ཤེས་རབ་དང་བསམ་བྱུང་གི་ཤེས་རབ་གཉིས་སྔོན་དུ་མ་སོང་ན་སྒོམ་བྱུང་གི་བློ་ཟེར་བ་དེ་ནི་ཉམས་ལེན་བྱེད་རྒྱུ་རག་གི་མེད་པ་དེ་འདྲ་ཅིག་རེད། ཡིན་ཙང། གང་ཐུབ་པའི་དོན་དེ་ལ་ཡང་ནས་ཡང་དུ་བསམ་བློ་དང་ཡང་ནས་ཡང་དུ་བརྟག་དཔྱད་བཏང་བ་ཡིན་ན་བསམ་བྱུང་གི་བྱེད་རོལ་སྐྱེ་ཐུབ་ཀྱི་ཡོད་པ་དེ་འདྲ་རེད་ཡིན་ཙང་དང་པོ་སྤྱིར་བསམ་བྱུང་གི་བྱེད་རོལ་སྐྱེ་ཚུལ་ཟེར་བ་འོ་དེ་སོང་བ་རེད།